རྣམ་སྨིན་གྱི་སྐད་ཆ་བཤད་སྟངས་དེ་ཚོ་ལ་ཡང་གཏད་དཀའ་གི་འདུག་ནམ་རྒྱུན་མི་ཉམས་མྱོང་ཡོད་རྒྱུ་དེ་ཚོ་གིས་བརྡ་སྤྲོད་རང་ལ་སྦྱངས་བསྡད་ཙང་ཨ་ནེའི་རྗེས་ལ་ཅིག་སྐད་ཆ་བཤད་དུས་བརྡ་སྤྲོད་ལ་བསམ་བློ་བཏང་ནས་མ་སྐད་ཆ་མ་ཐོན་ནི་ཡ་བྱས་ཙང་ང་ཚོའི་ཨེ་ཛིརོ་ཨེ་ཝན་ཨེ་ཏུ་དེ་ཚོ་ལ་བལ་ཏེ་ང་ཚོ་ནམ་རྒྱུན་ད་ལྟ་ང་ཚོས་གནང་ང་ཚོས་གནང་ད་ང་ཚོས་བྱེད་བཞིན་པ་དེ་བ་རང་བཤད་བཅུག་ཁྲིད་བཅུག་བྱས་བྱོས་ར་བརྡ་སྤྲོད་ལ་བསམ་བློ་མ་བཏང་ནི།
ལ་སོ་ལ་སོ་རིན་ཆེན། ཨ།
དེ་འདྲ། ང་འགྲོ་བྱ་ཞེ་ན། སློབ་ཕྲུག་ཨེ་ཀྲུ་ནི། དུས་གསུམ་འདི་ཁྲིད་འདོད་ན་ཡག་པོ་འདུག་བསམ་གྱི་འདུག། ཨ། ག་རེ། ག་རེ་བྱིན་རེད་ཞུས་པ་ཡིན་ན། དེ་འདྲ་ང་ཚོ་ཨེ་ཀྲུ་ལ་དེ་འདྲ། སློབ་ཕྲུག་དྲི་རྩལ་འདི་འགོ་འཛུགས་ཡོད་ར་ཨེ་ཀྲུ་ནི། དེ་ཡག་འགོ་འཛུགས་སྐབས་ལ་ནི། ད། སློབ་ཕྲུག་དང་ནི་འདི་ག་རེ་བྲིས་དགོས་ཡོད་མེད་དང།

ཨེ་ཀྲུ་པ་ལཱས་གི་ཚེ་ལུགས་འཁྲུག་ཡོད་ཡག་པོ་འདྲ་ཡོད་ན་ཨེ་ཀྲུ་པ་ལཱས་ནས་གོ་ཚུགས་ན་ཡག་པོ་འདུག་ར་གཞན་པ་ད་ངས་བི་ཝན་ནས་གོ་ཚུགས་ན་ཡག་འདུག་བསམ་གི་འདུག་ག་ཅན་ལ་ན་ཁོང་ཚོ་བི་ཝན་ལས་ཚ་དུས་གསུམ་པ་ཁོང་ཚོ་གནས་ཚེ་ཁ་ལ་གང་འཚམ་ལས་ཚ་ར་ནི་དུས་གསུམ་བརྡ་སྤྲོད་ནས་ཞིབ་ཚགས་པོ་ལ་དུས་ཁོ་རང་ཚོ་བི་ལས་པ་ན་ཇུས་བདེའུ་འགྲོ་ཞོར་རེད་བསམ་གི་འདུག་ར་གཞན་པ་དེས་ཁག་པོ་ཆགས་རེད་བསམ་གི་འདུག། ཨེ་ཀྲུ་པ་ལཱས་ཆེ་ཨེ་ཀྲུ་བྱེད་བི་ཝན།

བོད་ཆས་གཏོང་བཞིན་པ་ད་ལྟ་ང་ཚོས་ཀྱི་ད་རྩོམ་འབྲི་བའི་སྐབས་སུ་ཡིན་པ་ཡིན་ནི་རེད། ཨ་ནི། ནམ་རྒྱུན་སྤྱི་བཏང་གི་སྒྲུང་ཀློག་དུས་སྐབས་ལ་དེ་འདྲའི་བྲི་བ་ཡིན་ནི་རེད། དེ་ཚོའི་སྐབས་ལ་ཡང་ཨ་ནི། ཚིག་བེད་སྤྱོད་མང་ཞིང་ཨ་ནི་དུས་རྩོམ་བྱེ་བྲག་པ་འགྲོ། དེ་ཞིག་འབྲེལ་བ་ཤུགས་ཆེན་པོ་འགྲོ་སོང་ས་བྱས་ཙང། དུས་རྩོམ་བྱེ་བྲག་པ་ནི་འགོ་བཙུགས་ན་ཡག་པོ་འདུག་བསམ་གྱི་འདུག་ང་བསམ་ན། ཡོད་ལགས།

དེ་བ་དེ་ལེན་པས
ཨ་ནི་ལ་དག་ཐ་ནི་ས་ར་དག་སེ་དེ་དེ་གོ་བ་དེ་ཁར་ཨ་ལེན་ལེན་ཨན་ཇོ
དེ་ཡོ་ར་ར་དག་ལ་དག་དེ་ཚོའི་ནང་ལོ་ནས་ད་ལ་དག་ག་རེ་ནས་དེ་ཚོ་གི་ལ་དག་འཛུགས་མང་པོ་བྱས་ཡོད་རེད་སྐ་ལ་དེ་ལ་ན་རེ་ལོ་ཁ་ལོག་ལས་དང། ར་ལ་དེ་ལ་ན་རེ་ལོ་ཁ་ལོག་དེ་འདྲས་མང་པོ་བྱས་ཡོད་རེད་ང་ཚོ་དང་ད་དུས་གསུམ་བྱེ་བྲག་ནང་ལོ་ལ། ཨ་ད་དོག་དེ་མཉམ་དུ་ས་ར་དག་ཡོད་རོ་ར་དག་ར་དག་མང་པོ་དྲུག་ཙེ་ཞིག་དུ་དེ་ནང་ལོ་ནས་ས་ར་དག་དེ་ཡང་དུས་གསུམ་བྱེ་བྲག་ནང་ལོ་ལ་མང་ཤོས་ཅིག་རེད་ལ་ཡོད་དོ།

བེད་སྤྱོད་བྱེད་པའི་སྐབས་སུ་ར་བྱེད་ཚུལ་བེད་སྤྱོད་བྱེད་པའི་སྐབས་སུ། སྡེ་པ་དང་སྐུལ་ཚིག་ཧ་ལམ་ཕལ་ཆེ་བ་ལ་ཨ་ནི་ད་ལྟ་ཡང་བཅུག་ཡོད་དགོས་པའི་རྣམ་པ་འགྲོ་ཞིག་མཐོང་སོང། ཨང།
རེད།
ཨང། ལགས། ལགས། ལགས། ལགས། ད་ངས་ཚུར་བཅུག་ཞུ་ཡོད་ཡོད་དོ། ཁྱེད་རང་གིས་ད་ལྟ་འདི་གནང་ལོ་ལ། ག་རེ། དུས་གསུམ་བྱེ་བྲག་གི་བྱ་ཚིག་མང་པོ་ཅིག་འདུག། བྱེ་ཚིག་མང་པོ་ཞིག་འདུག། ངས།

ང་དེ་ཆེ་ཡ་དེ་དག་ལ་ང་ཅིག་སུང་ན་དེ B1 plus ཁི་ནེ་ཚེ་ལ་པ་པ་ཁི་ཨ་ནེ་ངས་ཆེ་ན་དེ་སློབ་ཕྲུག་དེ B1 ལས་ཚོ་རེ་སུ་མ་དེ་ན་ཚིག་ཡིག་པའི་མང་ཆེ་ཤིང་གི་རེ་སམ་བུ་དུ་ར་དེ་དེ་ནང་ལོ་ནི་དམ་དྲོ་ལ་ཡིན་ན་དེ་ང་ཚོ་སོ་སྐྱབ་པ་སྐྱབ་དེ་བ་ཆ་ས་ཁ་ཆེ་ན་ཁོང་དུ་ནང་ཆུ་པེ་ཤུག་ཆེན་པོ་ལས་དུ་ར་ཉེ་ཤ་ཅིག་ཤ་ཀྱང་པ་ཆེ
ཨ་ལག་པ་ཀྱང་པ་རེ་ལག་པ་ཀྱང་པ་རེ་ཀྱེ་ནི་ཅེ་ཀྱང་ཆེ་པེ་ཀྱང

སྤྱི་བཏང་གི་སྟོབས་ཤུགས་ཀྱི་ཚོར་བ་དངོས་སུ་སྦྱར་ནས་ཚིག་ག་རེ་བོད་བརྗོད་དུ་ཀློག་ཡིན་པ་ཡིན་ནི་རེད་བྱིན་རླབས་སྒྲོག་བཞིན་པ་ཡིན་ནི་རེད། གླང་ཡིན་པ་ཡིན་ནི་རེད། ད་དཔེར་ན། དྲི་འདི་ཚོ་ཅིག་གལ་སྲིད་འདི་འདྲའི་སྒྲོག་ཅིག་ཚོར་བ་དངོས་སུ་སྦྱར་ནས་འདི་འདྲའི་ཚིག་བཀླགས་པ་ཡིན་ན་དེ་ཡང་ཡག་པོ་ཡོད་རེད་བསམ་གྱི་འདུག་ལགས།